ཕྱག་དང་ཕྱག་ཕུད་དུ་ཙམ་པ་དང་པོ་གར་བྱེད་གོ་རེ་ལ་ན། ལག་པ་གཉིས་ཀྱིས་དུ་བ་སྟེ་སྙིང་ག་ལ་བཞག་དང་པོ་དང་པོ་ནི་ཨེ་འདྲི་བྱས་ཡོད་མ་རེད། ལག་པ་གཉིས་ཏེ་སྙིང་ག་ལ་བཞག་གོ་རེ། ཞག་དུས་ཙམ་པ། ནོར་བུ་ནང་བཞིན་བཟོས། ཕྱག་ཏུ་བྱས། དེ་ཡང་ནང་ལ་བཅུག། རེག་སོང་ཨ། ཨ་ནི་སྙིང་གའི་ཁ་དུ་དེ་བཞག། དུགས་སུ་བྱས། གཟུགས་པོ་ཡར་འདྲོངས་པོ་བྱེད་རྐང་པ་འདི་འདྲའི་ཅན་འཕྲད་ལ་ཡར་བསྡད་ཀྱི་ཡོད་མ་རེད་རྐང་པ་གཉིས་ཚུར་སྦྱར། རེ་ཟུང་ཨ་རྐང་པ་ཚུར་སྦྱར། ལག་པ་དེ་དེ་འདྲའི་བྱེད། ད་བསྡད་ནས་ཕྱག་ཕུལ་བས་ཁ་ཐུ་དེ་ལ་ཁ་སང་ཞུས་པ་ནང་བཞིན། བསྙད་ལ་ཡ་ཡིད་ཀྱིས་ཕྱག་དེ་ཕུལ་དགོས་རེད། ཡིད་ཀྱི་ཕྱག་འཕུལ་སྟངས་དེ་ག་འདྲ་རེད་ཟེར་ན་དད་པ་སྒོམ་ཡ་དེ་རེད་དད་པ། དད་པ་སྒོམ་པ་ལ་གཉེན་ལ་ཕྱག་འཕུལ་ས་ཀྱི་སྐྱབས་ཡུལ་དེ་གསལ་བཏབ་དགོས་རེད་དེ་ཡིན་དུས་རང་རང་སོ་སོའི་གི་སྨིན་མཚམས་ཀྱི་ཐད་ཀྱི་མདུན་གྱི་ནང་ག་ལ་ཡ། བླ་མ་ཡི་དམ་སངས་རྒྱས་བྱང་སེམས་ཉན་རང་དཔའ་བོ་དཔའ་མོ་བསྟན་སྲུང་ཡེ་ཤེས་ཀྱི་སྤྱན་དང་ལྡན་པའི་ཕྱག་འཕུལ་སའི་གི་སྐྱབས་ཡུལ་མ་ཚང་བ་མེད་པ་ཡོད་བསམ་པ་ཅི་དང་པོ་སྒོམ། འདོད་སོང་བ། ད་བདུན་ལ་ཡ་ཅི་བསྒོམ་ཚར་བ། ཨ་ནི་བཞི་ནས་དེའི་བཞུགས་སྒོ་དེ་ལ་ཡ། ཨ་ནི། ཁོ་ནར་འཛུགས་ཀྱི་སྐུ་གསུང་ཐུགས་ཀྱི་ཡོན་ཏན་དེ་ཚོ་བསམ་བློ་བཏང་ནས་སྙིང་ཁུང་རུས་པའི་ཐོག་ནས་དད་པ་ཅིག་སྐྱེས། དེ་བར་དུ་ག་རེ་རེད་ཡིད་ཀྱི་ཆགས། འདོད་སོང་བ། འདོད་སོང་བ། ད་དེ་ནས་དེའི་བཞུགས་སྒོ་ག་རེ་རེད་ལུས་ཀྱི་ཆགས། ད་ལུས་ཀྱི་ཆགས་ཟེར་དེ་ལ། བརྐྱང་ཕྱག་དང་བསྐུམ་ཕྱག་ཕུལ་ཡ་ཡོད་རེད། ཡིན་ནས་དེ་ག་རེ་བྱས་ན་ཡང། རང་གི་ལག་པ་དེ་ཕྱག་དེ་ལག་པ་དེ། གནས་གསུམ་ལ་རེག་པ་དང་གནས་བཞི་ལ་རེག་པ་ཟེར་ནས་གསུང་སྟངས་གཉིས་ཡོད་རེད། གནས་བཞི་ལ་རེག་པ་ཡིན་ན། དང་པོ་དེ། ཡར་འགྲོ་བར་གཙུག་ཏོར་བྱས་ནས་དེ། དེ་ནས་གཉིས་པ་དེ་དཔྲལ་བ། དེ། གསུམ་པ་དེ་མགྲིན་པ། དེ། ཞི་བ་འདི་སྙིང་ག་སྟེ། དེ་བྱས་ན་གནས་བཞི་རེ་སོང་བ། གཙུག་ཏོར། སྤྱི་བོ། མགྲིན་པ། སྙིང་ག། རེ་སོང་བ། ད་ཕྱག་སྲོལ་གཅིག་ལ། ནི་གནས་གསུམ་ལ་རེག་པ། གནས་གསུམ་ཟེར་བའི་གཙུག་ཏོར་སྒོ་མ་རེ་ཁ་ཐུག་ཁོ་རང། སྤྱི་བོ། མགྲིན་པ། སྙིང་ག། སྐྱབས་མགོན་རུམ་བཅས་མང་ཆེ་བ་དག་རང་གནང་གི་འདུག་རེད་བ། ཡིན་ནའི་ཕྱག་སྲོལ་གཉིས་ཀ་ཡོད་རེད། འདུག་བྱས་ན་འགྲིག་གི་རེད་ད། གལ་ཏེ། གནས་གཞི་ལ་རེག་པ་དེ་བྱེད་ཀྱི་ཡིན་ན། སྤྱི་བོ་ལ་ཡར་འདུག་བྱས་ནས་བཞག་ཡོང་དུས་ག་འདྲ་བསམ་བཏང་སྐོར་ལས་སངས་རྒྱས་ཀྱི་དབུ་གཙུག་ཏུ་སྒྲུབ་པའི་ནུས་པ་བཞག་སོང་བསམ་པ་བྱེད་དགོས་བ་རེད་གསུང་ང། ཨོ་ཡ། དེ་བྱས། ད་གནས་ལ་ཡར་འདུག་བྱས་ར་བ། ད་ད་ལྟ་འདི་ལ་ཡར་གལ་ཆེ་ཤོས་དེ་ག་རེ་རེད་ལགས་ན། ཕྱག་རེ་རེ་ཕུལ་ཡོང་དུས་སངས་རྒྱས་ཀྱི་སྐུ་གསུང་ཐུགས་གསུམ་བསྒྲུབ་ཡས་ཀྱི་ནི་རྒྱལ་བ་ལ་བསྒྱུར་དགོས་རེད་ཟེར་གོ་ད་ད་དེ་ག་འདྲ་ཟེར་བསྒྱུར་དགོས་དགོངས་དག་ཕྱག་རེ་རེ་ཕུལ་ཡོང་དུས་རང་གི་ལུས་ངག་ཡིད་གསུམ་གྱི་སྡིག་སྒྲིབ་དག་པ་དང་སངས་རྒྱས་ཀྱི་སྐུ་གསུང་ཐུགས་གསུམ་གྱི་བྱིན་རླབས་ཐོབ་ཡས་ཀྱི་ཉམས་ལེན་བྱེད་ལ་འགྲོ་བ་དགོས་རེད་ལབ་དེ་ག་འདྲ་རེད་ཟེར་དུས་གཙུག་ཏོར་དེ་ཐང་གིས་ཞུས་ཚར་བ་དང་དེ་དེ་དེ། ཆགས་ཏེ་དཔྲལ་བ་ལ་བཞག་ཡོང་དུས་བསམ་བློ་ག་རེ་བཏང་དགོས་བ་རེད་ལགས་ན། བདག་དང་འགྲོ་བ་ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱི་ད་ཚིག་གོ་བདེ་བོ་ལགས་ན་བདག་སོགས་སེམས་ཅན་ཐམས་ཅད་ཀྱི་ལུས་ཀྱི་སྡིག་སྒྲིབ་དག་ནས། སངས་རྒྱས་ཀྱི་བླ་མ་སངས་རྒྱས་ཀྱི་སྐུ་ཡི་བྱིན་རླབས་ཐོབ་པར་ཤོག། གཉིད་དུ་བ། སོ་སོའི་ལུས་ཀྱི་སྡིག་སྒྲིབ་དག་པ། སངས་རྒྱས་ཀྱི་སྐུ་ཡི་བྱིན་རླབས་ཐོབ་པ་ཉིད་དུ་བ། ཚིག་ནང་ལ། བདག་སོགས་སེམས་ཅན་ཐམས་ཅད་ཀྱི་ལུས་ཀྱི་སྡིག་སྒྲིབ་དག་ནས་བླ་མ་སངས་རྒྱས་ཀྱི་སྐུ་ཡི་བྱིན་རླབས་ཐོབ་པར་ཤོག། མགྲིན་པ་ལ་འདུ་བྱ་ཡོངས་འདུས། བདག་སོགས་སེམས་ཅན་ཐམས་ཅད་ཀྱི་ངག་གི་སྡིག་སྒྲིབ་དག་ནས་བླ་མ་སངས་རྒྱས་ཀྱི་གསུང་གི་བྱིན་རླབས་ཐོབ་པར་ཤོག། སྙིང་ག་ཁ་ཐུར་ཏེ་བཞག་ཡོང་དུས་བདག་སོགས་སེམས་ཅན་ཐམས་ཅད་ཀྱི་ཡིད་ཀྱི་སྡིག་སྒྲིབ་དག་ནས་བླ་མ་སངས་རྒྱས་ཀྱི་ཐུགས་ཀྱི་བྱིན་རླབས་ཐོབ་པར་ཤོག་ཟེར་དུས། རང་གི་ལུས་ངག་ཡིད་གསུམ་དག་ཡལ་དང། སྐུ་གསུང་ཐུགས་གསུམ་གྱི་བྱིན་རླབས་ཐོབ་ཡང་ཡོང་གི་མི་འདུག་བས། ཨོ་དེ་གོ་བརྡ་ཆག་ཕུལ་དུས་ཙམ་པ་འདི་འདྲས་གནང་དགོས་རེད་བཤད། ད་དེ་ནི་སྐྱབས་ཡུལ་ཚང་མ་བསྒོམ། རང་གི་མཐའ་འཁོར་ལ་ཡང་སེམས་ཅན་ཐམས་ཅད་ཡོད་བསམ། སོ་སོའི་གི་ཨོམ་རྫས་གསོ་རབ་ཅིག་བྱས་ནས་སེམས་ཅན་ཐམས་ཅད་ཀྱི་ཕྱག་འཚལ་གི་ཡོད་བསམ་དགོས་རེད། སོ་སོ་གཅིག་པུའི་ཕྱག་འཚལ་གི་ཡོད་སྨྲ་བསམ་པ་བྱས། བདག་དང་འགྲོ་བ་ནམ་མཁའ་དང་གཉེན་པའི་སེམས་ཅན་ཐམས་ཅད་ཀྱི་ཕྱག་འཚལ་གི་ཡོད་དམིགས་ཡུལ་ཡང། བདག་དང་འགྲོ་བ་ནམ་མཁའ་དང་གཉེན་པའི་སེམས་ཅན་ཐམས་ཅད་ཀྱི་ལུས་ངག་ཡིད་གསུམ་གྱི་སྡིག་སྒྲིབ་དག་ཡ། སེམས་ཅན་ཐམས་ཅད་ལ་སངས་རྒྱས་ཀྱི་སྐུ་གསུང་ཐུགས་གསུམ་གྱི་བྱིན་རླབས་ཐོབ་ཡ། དེ་འདྲའི་བསམ་བློ་བཏང་ན། བསམ་པའི་སྟོབས་ཀྱིས་རྒྱལ་བ་སྟོབས་ཆེན་ཡོན་པོ་ཅིག་མཁྱེན་སོང་བའོ་འདི་སྣང། ད་དེ་ནས་འདུག་ཟེར་ནས་བསམ་བློ་བཏང་ཚར་བ་ཆགས་ཞུ། དེ་ནས་བསམ་བློ་བཏང་ཚར་བསམ་བློ་འདུག་ད་བསམ་བློ་བཏང་ཚར་ནས། ཁ་ནས་མ་སྐྱོར་ཡ་དེ་ལ་དང་པོ་ན་མོ་མུ་ཛུ་ཤི་རི་ཡེ་ན་མོ་སུ་ཤི་ཡེ་ན་མོ་ཨུ་དྷ་མ་ཤི་རི་ཡེ་སོགས་འདུག་སུ་སྐྱོར་ཡ་བྱས། དངོས་གཞི་ཕྱག་འཚལ་བའི་སྐབས་ལ་ནི། ན་མོ་གུ་རུ་བེ་ན་མོ་འབུ་དཱ་ཡ་ན་མོ་དྷར་མ་ཡ་ན་མོ་སངས་ག་ཡ་ཟས་འདྲ་བོ། བླ་མ་ལ་ཕྱག་འཚལ་ལོ་སངས་རྒྱས་ལ་ཕྱག་འཚལ་ལོ་ཆོས་ལ་ཕྱག། དགེ་འདུན་ལ་ཕྱག་འདི་ཁ་ནས་ཀྱོག་པར་འདྲེ་སོང་ང་ད་དང་གི་དང་པོ་ཡིད་ཀྱི་ཕྱག་འདྲེ་སོང་ང་དེ་ནས་ལག་པས་དེ་འདྲེ་དེ་འདྲེ་དེ་འདྲེ་བྱེད་དུས་ཙམ་པ་ལུས་ཀྱི་ཕྱག་འདྲེ་སོང་ང་ཁ་ནས་མ་ཚིག་སྐྱོར་ཡོང་དུས་ངག་གི་ཕྱག་འདྲེ་སོང་ང། འདི་བྱས། ད་མ་ཅིག་འདི་བྱེད་དུས་རྐྱང་ཕྱག་དང་སྐུམ་ཕྱག་གཉིས་ཡོད་རེད། རྐྱང་ཕྱག་ཟེར་ཡ་འདི། སྡོང་པོ་ས་ལ་བརྒལ་བ་ལྟ་བུའི་ཕྱག་ལ་རེད་ཤིང་སྡོང་ཆེན་པོ་ཅིག་ས་ལ་རིལ་ན། རྩ་བ་ནས་མགོ་བར་དུ་ཆ་ཚང་ས་ལ་བབས་ཀྱི་ཡོད་རེད་བ། དེ་ནང་བཞིན་རྐྱང་ཕྱག་ཚོས་འདི་རྐང་མཐིལ་ནས་ལག་པའི་རྩེ་བར་དུ་ཆ་ཚང་ས་ལ་འགྲོ་དགོས་རེད། རེད་སོང་བ། དཔེ་འདི་ཧ་གོ་སོང་བས། སྡོང་པོ་ས་ལ་བརྒལ་བ་ལྟ་བུ། གཟུགས་པོ་ཡོངས་རྫོགས་ཡང་རྐྱང་གཅིག་ཕྱག་ཟེར། འདོད་སོང་ང། ད་རྐྱང་ཆགས་མ་ཡིན་པ་བྱས་རྐུན་ཆགས་ཕུལ་གྱི་ཡིན་པ་ཡིན་ན་འདི་ལ་ག་རེ་ལ་ཡོད་རེད་གནས་ལྔ་ས་ལ་རེག་པའི་ཆ་ལ་རེ་གནས་ལྔ་ཟས་དེ་དཔྲལ་བ་དེ་གཅིག་བྱས། ལག་མཐིལ་གཅིག་གཉིས་བྱས། པི་མོ་གཉིས་དེ་བྱས་ནས། སྡོམ་པའི་ལྔ། དེ་ལྔ་ཡིས་ས་ལ་ཡིན་གཅིག་མིན་གཅིག་ཐུག་གོ་རེ་ལ་རེ་གཅིག་བསྒྲིགས་སོང་བ། དེ་སོང་བ། འོ་ད་འདུག་བྱས་ནས་ཨ་ལེ་རྙེད་ལ་ད་ངས། རྐྱང་ཕྱག་རང་དེ་ཨ་ལེ་རྐྱང་ཕྱག་ཕུལ་ཡས་བྱེད་ཡོར་བ། འདུག་ད་ད་གི་ད་གནས་ད་ངས་རྐྱང་བུ་རུམ་བྱེད་ནང་བཞིན་བྱེད་གིན་ད་གནས་གསུམ་བྱས་ན། འདུ་བྱས་ད་བསམ་བློ་བཏང་ཚར་བའི་ཁུལ་བྱས། ན་མོ་མི་ཟུ་ཤི་རེ་ཡས་ན་མོ་སུ་ཤི་རེ་ན་མོ་འུ་ད་མ་ཤི་རེ་སོ་བས་བྱས། ད་མ་འདུ་བྱེད་དུ་བརྩམས་པ་ཨེ་འདྲས་བྱེད་ཀྱི་ཡོག་མ་རེད་དུད་འགྲོ་ལས་སྐལ་གྱི་རྒྱུ་ལ་འགྲོ་གི་རེད་ལར་ཐེབ་བསྟན་མ་ལེ་བྱང་ཏག་ཏག་ཁོ་ར་ལག་མཐིལ་གཉིས་དེ་བྱང་ཏག་ཏག་བྱས་འདུ་བྱས་པུས་མོ་དེ་འདུ་བྱས་བཙུགས་ཨ་ན་ཁ་ཐུ་མ་འགྲོ་ཁ་ཐུ་མ་འགྲོ་དུ་བརྩམས་པ་ཤ་རའི་སྒྲོག་ལ་རེ་ཅི་དགའ་བདེ་བའི་སོ་རེ་མ་ཡིན་པ་བྱས་ཤ་རའི་མ་བྱིན་འདུ་བྱས། འདུག་བྱས། འདུག་བྱས། འདུག་ད་ཡིན་གྱི་མིན་གྱི། པད་སྐོ་དེ་ས་ལ་ཐུག་གོ་ར་ད། ཏོགས་མ་ཕྱིན་ཡང་ཤར་ཡར་ལངས་འདུག་བྱས་ནས་ཕུལ་ན་ག་རེ་རེད། རྐྱང་ཆག་ཕུལ་བ་ཟས་ཏེ་དེ་བྱས། ད་སྐོམ་ཆག་ཕུལ་བ་ཟས་ཏེ་ད་འགི་ག་རེ་བྱས་སོང་གནས་ལྔ་ས་ལ་རེག་པ་ཡིན་པ། དེ་བྱས་དུས་ཆག་སྟེ་འདུག་བྱས། ཨ་ནི། སྤྱི་བོ་མགྲིན་པ་དེ་ཆེད་བསམ་བློ་གཏོང་ཡ་དེ་ད་ངག་ནས་མ་སྐྱོ་ནས་ཨ་ནི། ལག་པ་གཉིས་དེ་ཁ་ཐུག་མ་བཞག། པུས་མོ་གཉིས་དེ་དེ་ཁ་ཐུག་བཞག། གཞི་བྲེས་སོང་བ་ཨ་ནི། དཔྲལ་བ་དེ་དེ་ཡིན་གཅིག་མིན་གཅིག་ས་ལ་བབས་ཨ་ནི་གཞི་ནས་འདུག་ས་ལ་བྲེས་སོང་བ་ཨོ་ཏུ་སི་རེ་ཡ་རྣམ་པ།